ཨ་ནི་ད་དེ་རིང་གི་བརྙན་ཐུང་ག་རེའི་མི་དེའི་རྣམ་པ་ཚོ་ཚང་མ་ལོས་ཀྱིས་ངའི YouTube གི Thumbnail བཟི་ཚར་ཡོད་ཀྱི་རེད་ཨ་ནི་ད་རིང་གི་བརྙན་ཐུང་བཞེས་དགོས་དོན་རྒྱུ་མཚན་ག་རེ་ཡིན་ཞུས་པས་ན། རྣམ་པ་ཚོ་ཚང་མ་ལོས་ལ་འདི Educational Purpose དང་ཨ་ནི་ཚང་མ་ལོས་ལ་འདི་བརྙན་ཐུང་བརྒྱུད་ནས་སྤྱང་གྲུང་དང་ཟབ་ས་རག་གིར་བསམ་གི་འདུག་དེ་དང་མཉམ་དུ་ལ་འདི་བརྙན་ཐུང་བརྒྱུད་ནས་ཚང་མ་ལོས་ལ་ལས་སེམས་དང་སློབ་གསོ་ཡང་རག་གིར་བསམ་གི་འདུག་བརྙན་ཐུང་མི་མཐུད་ནས་མཐའ་མ་བུ་དེ་བཟི་རོགས་གནང། ཨ་ནི་ད་རིང་གི་དངོས་གནས་ཚུལ་འདི་ག་བར་བྱུང་ཤག་ལ་ན་འདི་རྒྱ་ནག་ནང་ལ་བྱུང་ཤག་ཨ་ནི་རྒྱ་ནག་ནང་གི་ས་ཆ་ག་བར་བྱུང་ཤག་ལ་བ་ན་འདི་ཧྥུའུ་ཇུ་ལ་ས་ཞིག་ཏུ་རང་འོང་དེ་ལ་བྱུང་ཤག་ཡོག་ཨ་ནི་ཨ་ད་འོང་འདི་གི་ས་ཆ་དེ་ལ་ད་འདི་ཨ་པར་མེན་ཞིག་ཏུ་ར་ཡ་ཁྱེད་རྣམ་པ་བཟོ་དེ་པར་ཤག་འོ་ར་འོ་འདི་ཨ་པར་མེན་འདི་ནང་ལ་ཁྱི་མེད་ཅིག་བདེ་འོ་ར་ཡ་ཁྱི་མེད་དེ་མོ་རང་ལོ་ག་ཟོར་ལ་ན་ལོ་བཞི་བཅུ་ཞེ་བདུན་རེད་ཨ་ནི་མོ་རང་ལས་ཀ་ག་རེ་བྱོ་འོ་ར་ན་ཨ་ད་སློབ་གྲྭ་གི་དགེ་རྒན་ཅིག་བྱ་ཡི་འདུག་ར་ཨ་ནི་ག་རི་ག་ཅིག་དགེ་རྒན་རེད་ཤག་ལ་ན་ང་ཚོ་རྒྱལ་རབས་ག་ཅིག་ཡོག་ཧིས་ཏྲི་ལེགས་ར་འོ་འདི་གི་དགེ་རྒན་ཅིག་བྱ་ཡི་འདུག།

ཨ་ནི་ད་ཉིས་སྟོང་བཅོ་ལྔའི་ཡི་ཅི་འདྲ་ཞི་བའི་ལགས་ད་མལ་དྲམ་དེ་མོ་རང་པས་ང་ཚོ་དགའ་དེ་ཞུ་ཡག་སེམས་པ་ཡོག་གང་ཡིན་ཟེར་ན་ཨ་ད་མོ་རང་གིས་བུ་ཞུ་དོག་ཡག་འོ་འདི་བུ་དེ་ལགས་ཨ་ནི Boston University ནི་ཨ་ནི་ཨ་ད་སྤུ་གུ་བུ་དེ་ལགས Scholarship རགས་སོགས་ལེན་ནི་ཡོག་འོ་དེ་ཞུ་དུས་སྐབས་ལ་མོ་རང་པས་དགའ་སྣང་བྱེད་དུས་རང་ཨ་ནི་བྱས་ཙང་ད་ཨ་ད་སྤུ་གུ་དེ་མི་དེ་མ་འོང་པ་ཨ་ད་ཁོ་རང་སློབ་སྤྱོང་ཅང་ག་ཕར་འགྲོ་འུར་ལེན་ཡོག་ཕྱི་རྒྱལ་ལ་ཡོག America ལ་འགྲོ་གི་རེད་ཨ་ནི་ཕ་སྐད་ལ་ཁོ་རང་སློབ་སྤྱོང་ཅང་ནི་ཕ་སྐད་རང་ལ Shift ཆགས་ཀྱི་རེད་ལ་ཡོག་འོ་དེ་ཞུ་དུས་སྐབས་ལ་ཨ་ནི་ཨ་ད་མོ་རང་ཡང།

དེ་འདྲའི་བྱས་ནས་ཨ་ནི་ལ་པོ་ལིས་ཁོ་རང་ཚོ་ག་བ་འགྲུག་འདུག་ལབ་ན་ཨ་ནི་རུམ་ནང་ལོག་འགྲུག་འདུག་བེར་སྒྲུབ་ནང་ལོག་ཡོད་ཨ་ནི་བེར་སྒྲུབ་ནང་ལོག་ལ་ལྟ་འདུག་སྐབས་ལ་ཨ་ནི་ཨ་ད་ཕ་གེ་ལ་མི་བདེ་ང་ཚོ་ལྕགས་ལ་ཅིག་གང་བཙའ་ཡོད་ཡག་པོ་བྱིན་པེག་བྱིན་བཞག་ཤོག་གང་བཙའ་སིལ་བྱིན་ཡོད་ང་ཚོ་དྲག་ཤོ་སྐམ་པལ་བེར་ཤེལ་ལྕགས་དར་ཚང་མ་འདི་ག་ལ་ཡག་པོ་བྱིན་གཏུབ་ནས་བཞག་བྱས་ང་ཚོ་དབུགས་དྲག་ས་བཅད་མེད་གྱོད་བྱོ་དེ་འདྲ་བཟོས་ཤོག་འདི་ཁོང་ཚོའི་པོ་ལིས་ཚོ་ཚོའི་མི་དེ་འདི་ལ་ང་ཚོ་ལེའར་ག་ཚོད་ལབ་ན་འདི་ར་ང་ཚོ་པགས་པ་བཤུས་བྱོ་ར་འདི་ག་ཚོད་ལབ་ན་བདུན་བདུན་ལྔ་དུ་ཡོད་གཅིག་པགས་པ་བཤུས་གཉིས་པགས་པ་བཤུས་ལེའར་ཡོད་མང་པོ་བྱོ་ས་ར་འདི་ག་ལ་ཅིག་ཅིག་འདྲ་བྱིན་པིག་གེ་པིག་པིག་གེ་ལ་མི་བདེ་བྱིན་ཐ་མ་འདི་ལ་ནང་ལོག་ནས་གར་ཐུང་ངུ་ལབ་ན

ཁོ་ཚོས་ཕ་གའི་ཐོན་རྫས་ཞུ་གུ་ལ་ནི་གབ་ཚོད་རེ་ང་ཁོ་ཚོས་ཀྱི་མོ་པལ་གྱི་སུའི་ཇོབ་བྱ་ཡི་རེད་ཨ་ནི་ཨ་མདའ་ཁྱོད་ཚོ་ང་ཚོ་མཉམ་དུ་ལ་འབྲེལ་བ་ཡོང་ཐུང་མ་རེད་ང་ཚོས་ཁྱོད་ཚོ་མཉམ་འབྲེལ་བ་ཡོང་ཐུང་མ་རེད་ལེགས་འདུག་ར་ངོ་དེ་ཕར་ལ་ཁྱོད་རང་ཚོ་ཚང་མ་སེམས་ཁྲལ་མ་བྱེད་ཡ་ལེགས་འདུག་མི་འདའ་ཨ་ནི་ཨ་མདའ་མོ་རང་གི་ཏང་དང་པུའུ་དེ་ཕ་གའི་ལ་ཟ་བྲལ་ཆ་ཚང་མ་ཚགས་ཚེ་ཞུ་གུ་ལ་མོ་རང་ཨ་མདའ་འཇུས་ནས་རྒྱ་ནག་ལུང་པ་གླིག་གི་རུ་བ་ལེགས་འདུག་ར་འོ་དེ་དུས་སྐབས་ལ་ཨ་ནི་ཨ་མདའ་པེ་ཤ་དེ་ཚོ་ཚང་མ་ངེད་ཀྱི་ཨ་མདའ་ཁྱོད་རང་ཚོ་འདྲ་མིན་གླེང་བ་དེ་ངེད་ཕ་རང་ཅག་བཀུར་དགོས་ལེགས་འདུག་ར་ཨ་མདའ་བཀུར་མཁན་དེ་ཚོ་སུ་ཞིག་ལ་ན་ར་ཡ། མོ་རང་གི་གཉེན་སྤུན་མཆེད་གྲོགས་པོ་གྲོགས་མོ་དག་མང་པོ་འབྱོར། ཁོ་ཚོ་ཚང་མ་ཡིས་དཔེ་ཆ་འདུས་བྱས་བསྐུར་འདུག་གང་ཡིན་ཟེར་ན། ད་ནི་ཁོ་ཚོ་ཨ་རིར་བྲོས། ཨ་རིར་འགྲོ་དུས་སྐབས་ལ་དཔེ་ཆ་འགྲོ་སོང་དང་མང་པོ་ཞིག་བསྐུར། འོང་དེ་བྱེད་དུས་སྐབས་ལ་ཁྱོད་ཚང་མ་ཡིས་དཔེ་ཆ་དེ་འདྲ་དེ་འདྲ་ཞིག་ང་ལ་གཡར་རོགས་ཞེས་ལ་ཡིས་བྱོ། དེ་འདྲའི་ལ་ཅེས་མེ་སྲེ་ཅིག་བཏང་འདུག་མེ་སྲེ་བཏང་དུས་སྐབས་དུ་ཏག་ཏག་ཁོ་རང་དང་ཁོ་རང་ཚོའི་གཉེན་སྤུན་དང་གྲོགས་པོ་གྲོགས་མོ་དག་ཚང་མ་ཡིས་ཧ་རུ་བོ་རུ་ཞིག་ནི་དཔེ་ཆ་དཔོན་ཆུང་མང་པོ་ཅིག་མལ་འགྲམ་དེའི་ཨེ་ཀའུ་ན་ལ་ཚུར་དེ་འདྲ་ཞིག་ནི་བསྐུར་བཞག་ཡོད། ད་ཡང་ཁྱོད་འདོམ་དེ་ལ་ཨ་མ་དེ་ལ་སེང་ངེ་སུར་བཞག་ལ་ན་ར་མོ་རང་གིས་ཕུ་བཞུ་དང་འོང་དེ་འདྲ་ཞུ།

ཁྱོད་ཚོས་ང་ལ་ཡང་དངུལ་སྒོར་འདང་ལོག་བྱེད་ཐབས་ལེགས་འདུག་སྙན་ཚིག་ཚང་མ་ལ་ཡོད། ཁོ་རང་གི་ཨ་མ་གི་སྐད་ཐོག་ནས་ཡོད། ཁོ་དང་ཁོ་རང་གི་ཨ་མ་གི་སྐད་དེ་གཉིས་ཆ་འདྲ་བོ་ཡོད་ས་རྡོག་ཡོད། བྱས་ཙང་ཁོ་རང་གི་ཨ་མ་གི་སྐད་དེ་ཡིན་དོན་དུ་ཕྱིན་ནས་ང་ཚོ་ཕོན་ནང་ལ་ང་ཚོ voice message གཏང་གི་འདུག voice message གཏང་དུས་སྐབས་ལ་སྙན་ཚིག་ཚང་མ་ཡིས་ཁོ་རང་ཨ་མ་རེད་བསམ་ཆེད་ཚང་མ་གིས་དེ་འདྲས་བྱས་ནས་ད་འདོད་ཡང་བསྐྱར་དཔེ་ཆ་དེ་འདྲས་གཏང་གི་འདུག་ཨ་མ་དེ account ནང་ལ་ཡོད་ར། དེ་མ་ཟེགས་ཡོག་པོ་ཀུ་དེ་ཡོག་དེ་ཀམ་སྐྱིད་ང་ཚོ་ཧ་ལོར་ད་སྤྱང་པོ་ད intelligent ལོག་ར་ཀུ་དེ་ཀམ་སྐྱིད་ང་ཚོ་སྤྱང་པོ་དུ་ར་ཡ་ཨན་ཅི་ད་ནི་ཀོ་ཡོག་ང་ཚོ་རིག་ད་ཆུང་དུ་ནི་ཡ་མི་དེ་འཚར་ལོངས་བྱེད་དུ་སྐབས་དུ་ནི་ཀུ་དེ་དོ་ཀླད་པ་ནམ་གྱོན་ནི་པ་ང་ཚོ་དཔེ intelligent བྱས་ང་ཚོ་ལེགས་ར་དཔེ་ང་ཚོ་སློབ་སྦྱོང་ཡག་པོ་བྱས་ང་ཚོ་ཡི་ག་ཆེ་ཐོ་ནི་ད་སློབ་གྲ་ནང་ལ་ཨང་ཀི་ལེན་དེ་ངེས་བྱོ་ང་ཚོ་ཨོ་དེ་འདྲེ་མི་དེ་དཔེ་པུ་ཀུ brilliant མི་དེ་རྩེ་གྲ་བྱོ་ས་དུ་ང་ཚོ་སློབ་སྦྱོང་ཐོ་ནི་ཡོ་འོ་དེ་ཞིག་འདུག་གམ་ཨ་ནེ་ད་སྤུ་གུ་དེ་ཁོ་རང་གི་ད་ལྟ་དེ་ལ་ཁ་ཅིག་འདུག་ལ་ན། ཁོ་རང་ཨ་མ་ང་ཅིག་ཡིག་གཟུགས་བྱོས་ར། འོང་འདིའི་ཀོ་པེ་ཞིག་འདུག་ཅིག་པ་ཅིག་རྐྱང་ཡོད་ཨ་མ་དེ་ཡིག་གཟུགས་ག་འདྲས་འདུག་ཅིག་པ་ཅིག་རྐྱང་ཁོ་རང་གི་ཀོ་པེ་ཞིག་ཐུག་ཡོད་དེ་གམ་སི་ཀོ་དང Intelligent དང Brilliant སྦྱོར་དང། དེ་ཞིག་འདུག་གམ་ད་ཁོའི་གི་ཧ་ད་ཨ་མ་དེ་གི་ཡིག་གཟུགས་དེ་ཀོ་པེ་ཞིག་ནི་ཀོ་ཁ་ཅིག་འདུག་ཨ་ད་ཁོ་རང་གི་ཧ་ད་ཨ་མ་གི་ཧ་ད་སྔོན་མ་ཨ་ད་སློབ་གྲྭ་ཅིག་ལས་ཀ་བྱོས་འོང་ལ་སེང་གེ History གི་དགེ་རྒན་རེད་ལ་ས Madam། འོ་དེ་སློབ་གྲྭ་དེ་ལ་ཡི་གེ་བཏང་གི་འདུག་ར་ཡི་གེ་བཏང་ནས་ག་ལེགས་འདུག་ལ་ན། ད་ཨ་ད་ཨ་མ་དེ་མོ་རང Resign བྱས་ཡིན་ལེགས་འདུག་སློབ་གྲྭ་དེ་ནས་ཡོང་ང་དགོངས་པ་ཞུ་གིན་ཡིན་ལེགས་འདུག་ར་བྱས་ཙང་ང་ལ་དགོངས་པ་གནང་རོགས་ཞེས་ལན། Resignation Letter གཅིག་དེ་འདྲ་ཕར་སློབ་གྲྭ་འདི་ལ་བཏང་གི་འདུག་ར་སློབ་གྲྭ་འདི་ལ་བཏང་ཚེ་བཞུགས་ལ་ཀུན་ཚང་མ་ཡི་དེ་ཟེར་ཡ་མཚན་པོ་དང་ཚོར་གུ་འདུག་ར་ང་ཚོ་དེ་ཟེར་བེར་འགྲོ་ཡོད་གང་ཡིན་ཟེར་ན་འདུག་ར་ཨ་མ་དེ་མོ་རང་ཡོད་ཨ་ཉི་མ་ཉི་མ་དང་མོ་རང་ཁྱོ་ག་དེ་གྲོངས་ཚར་འདུག་ར་ཉི་མ་ཉི་མ་ཉིས་སྟོང་བཅུ་ནང་གྲོངས་འདུག་ར་ཉིས་སྟོང་བཅུ་ནང་གྲོངས་འདུག་སྐབས་འདུག་ལ་ཨ་མ་དེ་མོ་རང་དཀའ་ངལ་དེ་འདྲ་སྡུག་ཅག་ཅིག་འཕྲད་འགྲོ་ར་འཕྲད་འདུག་སྐབས་ལ་ཡང་ཨ་མ་དེ་མོ་རང་གིས་ང་ད་སློབ་གྲྭ་ལ་དགེ་རྒན་ཡི་ལས་ཀ་བྱས་བྱོས་ར་འོན་ཏེ་འཛམ་བཞག་མི་འདུག་ར་མོ་རང་མུ་མཐུད་ཆེད་སློབ་གྲྭ་འདི་ལ་ཨ་ད་ལས་ཀ་དེ་བྱེད་ནི་བསྡད་འདུག་ཨ་ཡ་ད་ཧ་ད་དེ་ལ་སྤུ་བོ་མི་འདྲ་ཕྱི་རྒྱལ་ལ་འགྲོ་འོ་རེད་འདི་གམ་ཟིག་ང་ཚོ་དཀའ་ངལ་ཆེན་པོ་ཞིག་ན་ཚོད་འདྲེ་མ་ར་ཡ་ཡིན་ནའང་ཨ་མ་དེ་ཡིས་ད་ལྟ་དེ་ལས་ལས་ཀ་གཡུག་གིན་ལབ་འདུག་སྐབས་ལ་ཨ་ནེ་ད་བལྟ་ཁོ་རང་ང་ཚོ་ཡི་ད་ལྟ་ཁོ་རང་ང་ཚོ་ལས་བྱེད་དང་མང་པོ་བྱུ་ར། ཁོ་ཚང་མ་དེ་ཞབས་མཚན་པོ་དང་དེ་གང་འདྲའི་རོགས་ཡིན་ནའང་ཟེར་ནས་མི་ད་དེ་འདྲའི་ཀོ་ཤེར་འགྲོ་ཡ་དྲི་བ་འདྲོ་ལས་ཅེས་ལབ་པ་དང་ཡིན་ན་ཡང་ད་ལྟ་ཁོ་རང་ང་ཚོ་སློབ་གྲྭ་ཐོག་ནས་ད་ལྟ་ཨ་མ་དེ་ཡིས་དེ་འདྲའི Resignation Letter བསྐུར་རེད་བྱས་ཙང་ནས་ད་ཁོ་ཚོ་ཡིས་ཁ་གཅིག་ཏུ་བསླེབས་ན Approve བྱེད་ཀྱི་ཡོད། དེ་གི་ལས་དོན་ཨ་མ་དེ་ཁྱོད་རང་དགོངས་པ་ཞུ་ཡས་ན་ཡོད་ཨ་ནེ་དེ་ཞུས་ལ་ཨ་མ་དེ་ཡང་ད་མོ་རང་ང་ཞིག་ད་ད་གླ་ཆ་ག་ཚོད་ད་སྤྲད་ལྷག་འདོད་ན་དེ་ཚོ་ཚང་མ་ཨ་མ་ང་ཅིག Account ནང་ལ་བག་གཏང་དགོས་ཀྱི་ཡོད་དེ་འདྲའི་ཕྱིན་ནས་ད་ད་སྤུ་བོ་དེ་གིས་ཨ་མ་དེ་ཡིག་གཟུགས་དེ་འདྲའི་མི་ད་གཅིག་པ་ཅིག་ཡིན Copy བྱས་རྗེས་ཡི་གེ་དེ་འདྲའི་བྲིས་ནས་བག་གཏང་དགོས་རེད། ཉིས་སྟོང་བཅོ་ལྔ་སྦྱིན་བདག་བདུན་པས་ནི་བྱས་ཨ་ནི་ཉིས་སྟོང་བཅོ་དྲུག་གི་སྦྱིན་བདག་གཉིས་པ་བར་དུ་ལ་ད་ཡང་ད་ཁོ་ཚོ་གཉེན་ཚན་དང་ཁོ་ཚོ་ཚང་མ་གི་ཡང་ད་སློབ་གྲྭ་གི་ལས་བྱེད་དང་མང་པོ་བྱོས་ར་ཁོ་ཚོ་ཚང་མས་གར་བསམ་ཁོ་རེ་ཨ་མ་དེ་དང་བུ་དེ་ད་ཡང་ད Boston ལ་ཡོད America ལ Boston ལ་འགྲོ་ཚར་རེད་ད་ཡང་ད་ཕ་སྐད་ལ Shift ཆགས་ཚར་རེད་ཕ་སྐད་ལ་མི་དེ་ང་ཚོ Settle ཆགས་ནི་ད་དེ་ཡོད་རེད་དེ་འདྲའི་སླད་པ་ན་ཁོ་ཚོ་ད་བསམ་དེ་རུ་གང་ཡིན་ཟེར་ན་འདི་ངོས་ནས་ཡང་ད་ཨ་མ་དེ་ཡང་མོ་རང་གི་ལ་སོ་དང་པོ་མ་འཁྲུངས་ངོས་ནས་ཁོ་རང་ནི་ཡང་ངའི་སྤུ་གུ་ལ་དེ་འདྲ་དེ་འདྲའི Scholarship རག་རེད་མ་འོངས་པ་ང་ཚོ་ཕ་བགྲོན་ཡིན་འགྲོ་ལ་སོ

ད་ཨ་མ་དེ་ཡིས་མོ་རང་གི་མི་དེར་སྦྲུམ་འགྲོ་རྒྱུ་ཤེས་བ་ཡིན་ན་ག་འདྲ་རེད་ཞེས་ལབ་བས་ནོར་ཡོད། ཉི་མ་ཆུང་དུས་སྐབས་ནས་ཨ་མ་དེ་མོ་རང་ཡང་ང་ཚོ་གི་ད་ཧ་ལོར་ཀླད་པ་དེ་ཚོ་སྤྱང་པོ་བྱས་ང་ཚོ་ཡི་ད་སློབ་སྦྱོང་དེ་ཚོ་སྦྱང་ཡ་ལ་ང་ཚོ་གི་ད་ཨ་ཁྱེད་ག་དུས་ན་དང་པོ་རྐྱང་རྐྱང་གླིང་ཡོད་ཟོ་ད་ང་ཚོ་ཡི་མི་དེར་སློབ་སྦྱོང་ག་རེ་སྦྱང་ན་གི་ང་ཚོ་ཀླད་པ་དཔེ་སྨར་ཚོ་བྱས་ང་ཚོ་ཡོད་ཨ་ཀླད་པ Intelligent འོ་དེ་འདྲ་འདུག་ཨ་ཡ་དེ་བྱེད་དུས་སྐབས་ལ་ད་མོ་རང་ནང་མི་དེ་ཚོས་གི་ཡང་ཧ་གོ་དུས་ར་ཨ་ལས་བུ་མོ་དེ་ད་ཀླད་པ་ཡག་པོ་འདུག་ད་ཟ་མོད་ཀྱང་སློབ་སྦྱོང་ཡག་པོ་འདུག་ཟ་མོད་ཀྱང་བྱས་ཟ་ཨ་ནས་ད་ད་མ་དེ་ལ་ཨ་མ་དེ་མོ་རང་གི་ག་ལེ་ག་ལེ་སློབ་སྦྱོང་དེ་ཚོ་སྦྱང་ཚེ་ཞུ་གུ་ལ་ཨ་ནས་ད་མ་དེ་ལ་ད་མོ་རང་གི Teaching Line ལ་འཛུལ་ཡོད་དོ། དེ་བྱིངས་ལ་ཡིན་ལ་འཚོལ་བསྡུའི་སྐབས་ལ་ཡིན་དྷརྨ་དེ་ལ་མོ་ག་ལེ་ག་ལེ་དང་དོད་ཡང་སློབ་གྲྭར་སྦྱངས་སློབ་གྲྭར་སྦྱངས་བྱས་ཨན་དྷརྨ་དེ་ལ་ད་ལྟ་མོ་རང་ཨ་ནེ་ཨ་ད་སློབ་གྲྭ་དེའི་དགེ་རྒན་ཆ་བོར་ཡོད History དགེ་རྒན་གཅིག་ཆར་འདུག་ཨ་ནེ་ཨ་ད་མོ་རང་གི་སྐད་ས་ས་ཆ་ག་བ་རེད་རྒྱ་ནག་རང་ནང་ལ་སྐད་རེད་ཨ་ད་ཧྥུ་ཇུ་ལ་ས་ས་ཆ་ཞིག་འདུག་དེ་ག་རང་ནང་ལ་སྐད་རྒྱོན་གཅིག་རེད་ཡོད། ཨ་ནེ་ཡོད་ཉིས་སྟོང་བཅུ་ནང་ལ་ཨ་ད་ཨ་མ་དེ་གིས་ཨ་ད་ཁྱོ་ག་ཆོས་རང་དབང་དེ་འཁྲོངས་བཞིན་ཡོད་དེ་འཁྲོངས་ཚེ་ཞུགས་ལ་ཨ་ད་མོ་རང་ང་ཇི་ལྟར་ཨ་ད་གཉེན་ཚན་དང་མོ་རང་གི་ཐང་ད་ལས་བྱེད་ཡོད་ར Staff Member ཁོང་ཚོ་ཚང་མ་གི་ཡོད་ཧ་རུ་པ་རུ་བྱས་ནས་ཨ་ད་མོ་རང་ལ་རྒྱབ་སྐྱོར་ཧང་སང་ཡག་པོ་གཅིག་བྱེད་བཞིན་ཡོད། རྗེས་ནས་ཉིས་སྟོང་བཅོ་ལྔ་ཡི་ཕྱི་ཟླ་བཅུ་པའི་ནང་ལོ་ཡང་དང་པོ་བུ་ཞིག་ཐོག་ང་ལ་སོགས་སློབ་སྦྱོང་སྤེལ་བ་པོ་ལ་སོགས་ལས་པ་དེ་ཚོ་སྤེལ་བ་པོ་དང། འོན་ཏེ་པུའུ་དེའི་རྗེས་ང་ཚོ་སྐྱེས་སྐར་ཉིན་མོ་ཞིག་ལས་དུས་རག་འོ་དེ་སྐྱེས་སྐར་ཉིན་མོ་དེ་ལ་ཡང་དང་ཁོས་ག་ཕྱིར་དུ་ལ་ན་ཁོ་རང་གི་གཉེན་ཚན་ཚང་མ་ལ་ཡོ་ང་དང་དངུལ་གཡར་ངེས་ཞུས་རག་ཁོ་ཚོ་ཚང་མ་ལ་ནི་ཕོང་བཏང་ནས་འབྲེལ་བ་བྱེད་ཆེད་ང་ཚོ་ནམ་རྒྱུན་ཧའེ་ཧེ་ལོ་ཀྲོ་དང་ཨ་ནི Happy Birthday ལ་ཕར་ཆོད་བྷི་ཞེས་བརྗོད་འོ་དེ་འདྲའི་རྗེས་བྱེད་ཀྱི་དུས་ཡོ་དེ་ཞུ་ལ་ཡང་དང་པོ་བུ་ཞིག་ཐོག་འོན་ཏེ་ཁོ་ཉིན་མ་གཅིག་ཁོ་རྒྱ་ནག་ལུང་པར་སླེབས་དུས་རག་སླེབས་རྗེས་ཡང་དང་པོ་ཁོ་རང་གི་སློབ་གྲྭ་ཞིག་ཐོག་ང་ད་ངའི་ལ་ཟ་ཁོ་རང་གི་ཨ་མ་དེ་ཡང་ད་སློབ་གྲྭ་དེ་ལ་དགེ་རྒན་བྱེད་འོང་ལོ་མ་ཟད་ཁོང་གི་སློབ་གྲྭ་དེ་ལ་གླེགས་འདུག་ར་ལས་ཆེས་ཁོ་ཡི་ག་ལེགས་འདུག་ལ་ན་ང་སློབ་གྲྭ་ལ་ཡིག་རྩེ་བཏང་ག་གླེང་ཡིན་ལེགས་འདུག་ར་འོ་དེ་ཡིག་རྩེ་བཏང་ཚེ་བཞུགས་ལ་ཨ་ནེ་ད་ཁོ་ག་འགྲོ་འདུག་ལ་ན་ར་ཡང་ས་ཆ་མིན་ཏེ་ང་ཚོ་རྒྱ་ནག་ནང་ལོགས་ལ་ས་ཆ་ག་ཅུ་མ་བརྗོད་ར་ཚང་མ་ལ་ཡོད་ག་ས་ང་ལ་ཁོ་ཡ་འཁྱམ་འཁྱམ་འགྲོ་འགྲོ་དེ་ཡོད་ཆོག་ཚང་མ་ལ་འོ་དེ་རེད་འགྲོ་ཅི་བྱེད་འདུག་ར། དེ་ཡི་ཤུལ་ལ་ཨ་ནེ་ད་ཉིས་སྟོང་བཅུ་དྲུག་སྤྱི་ཟླ་དང་པོ་ཡི་ད་རེབ་སུམ་ཅུ་ལ་ང་ད་དེའི་ཨ་མ་དེ་ད་ང་ད་བུ་དེ་ཡི་ཐོག་ནས་མེ་སི་ཅིག་གླེགས་འདུག་ར་དེ་ག་ལེགས་འདུག་ལ་བ་ཡིན་ན་མེ་སི་ཅི་གནང་ལ་ད་ང་ད་ཨ་མ་དེ་ད་བུ་དེ་ཡི་ཨ་རི་ལུང་པ་ལ་བསྡད་མེད་ལེགས་འདུག་ར་གང་ཡིན་ཟེར་ན་ཨ་རི་ལུང་པ་ལ་བསྡད་བ་ཡིན་ན

བུ་དེ་ཁོ་རང་གི་ཡོད་དོ་ཨ་མ་དེའི་ཕོན་གི་རྒྱུ་ཆས་མེ་སེར་བཏང་ནས་ཚང་མ་ལ་བེ་ཤ་ཡག་དེ་ལ་ཡེ་ཞོ། འོ་དེ་འདྲ་བྱས་ནས་བུ་དེའི་ལར་རོལ་ཡིན་ཨ་མ་དེའི་ཕོན་བཏང་འདུག་སྐབས་ལ་སྙན་ཚད་ཚང་མའི་ཁར་སམ་ཁོ་རང་ཨ་མ་དེའི་གཡའ་རེད་སམ་གོ་རེད་ཡོད། དེ་བྱེད་འདུག་སྐབས་ལ་ཨ་མདའ་པུ་ལིས་ལ་ཁོང་ཚོ་ཀམ་པྲན་བྱེད་བཟོ་བ་དང་སྙན་ཚད་ཚང་མ་ཡོད། ཀམ་པྲན་བྱེད་འདུག་སྐབས་ལ་ཨ་མདའ་པུ་ལིས་ཀྱིས་ག་ལེགས་འདུག་ན། ཅི་སྟངས་ནས་ལེགས་འདུག་ར་ཨ་མདའ་མི་གཞན་པ་འགྲམ་ནས་ལྟ་ཨ་མདའ་མི་གཅིག་གིས་བེ་ཤ་གཡར་ར། བེ་ཤ་གཡར་མཁན་མི་དེ་གིས་ག་དུས་ན་ཡོད་ང་ཚོས་བེ་ཤ་མི་གཞན་པ་འགྲམ་ནས་གླེང་ས་ཞུ་ར། འོ་དེ་མི་དེ་ལ་ག་དུས་ན་ང་གཟུགས་ཡོད་ཨ་རྒྱང་རིང་སུ་དེའི་སླད་དུ་གང་ཡིན་ཟེར་ན་ད་དཔེ་ཆ་ཕར་སློག་རོགས་ཡང་ཉི་མ་གཅིག་འོ་དེ་ཞུ་དུས་སྐབས་ལ་ག་དུས་ན་ཕ་ཆུ་དཔེ་ཆ་གླེང་མཁན་དེ་སོ་སོ་འགྲམ་ན་སླེ་བ་ཡིན་ན་ག་དུས་ན་ང་གཟུགས་ཡོད་ཨ་ཝེར་བྱས་བྲོ་ཡ་བྱས་ཆོག་ག་དུས་ན་ཡ་མེད་བཏང་ནས་མི་དེ་མཐོང་མེད་དུ་འདུག་བྱས་ཆོག་འོ་དེ་འདྲ་རང་བྱས་ཀི་ཨ་ནི་སྙམ་དུ་ལ་མ་ཐོས་ཀི་ཡོད་ཨ་ད་རང་གི་ཐབས་ཤེས་རང་གཅིག་རེད་སླད་དུ་ར། ད་ལྟ་གཉེན་ཚན་དེ་ཚོས་ག་ལེ་བསློད་ན། གལ་སྲིད་ཁོ་ཚོ་གི་སླད་དུ་ར་ང་གཟུགས་ཡོད་ཕ་དངུལ་ཡར་བསྡུ་སྐབས་ད་ལྟ་ཁོ་ཚོས་ང་གཟུགས་དྲི་ངན་མ་འཁྲུལ་ན་ཡིན་མི་འདོད། ང་ཚོ་ལ་གལ་སྲིད་ཀྱི་ལྟ་ཡ་མེད་སྟངས་ཀྱི་ཐབས་ཤེས་ཇི་ཡོད་ཡོད་ན་ལེགས་འདུག་ཨ་ནི་ང་ཚོ་ལ་མེ་སྲེག་སྟངས་ནི་ཁ་ཅིག་ནི་ལེགས་རེད་ལེགས་འདུག་ཕྱི་ཟླ་གཉིས་པའི་ཟླ་རེ་དྲུག་ལ་ང་ཚོ་ལོ་ལེགས་ཡོད་ཡོད་ལེན་ཡོད། དེ་ང་ཚོ་ལེན་ཁོ་ར་ཀྲིག་མ་རག་ལེགས་འདུག་ར། དེ་ལ་ཐུག་སྐབས་ལ་ཨ་ནི་ད Police ཁོ་རང་ཚོའི་ཁ་ཅིག་ཏུ་ལ་ན་ཤར་ཀ་བོ་རང་ད་པུའུ Push དང། འོ་འདི་གི་ལག་ཐོག་ཁ་པར་འདི་ག་ཇི་ད Location བཅུ་རང། ད་ད་ཁོ་ས་ཆ་ག་བ་ལ་འདུག་ལན་ལྟ་ཡ་བཅུ་རང་ང་ཚོ་ལག་ཐོག་ཁ་པར་བརྒྱུད་ནས་ལྟ་ཡ་ཡོད་ཡ། འོ་དེ་འདྲ་ལྟ་བོ་ལེགས་འདུག་ར། དེ་ད་ཐུག་སྐབས་ལ་ཨ་ནི་ད་པུའུ་བུ་འདི་གི་ང་ཚོ Location བཅུ་ར་དེ་ག་བ་ལ་ཐུག་མུ་འདུག་ལ་བས་ན་ར་ས་ཆ་དེ་ཡོད། རྒྱ་ན་རང་ནང་ལ་ཐུག་མུ་འདུག་ཡ་རྒྱ་ན་རང་ནང་ལ་ཡོད། དེ་ཤི་ཐུག་སྐབས་ལ་ཨ་ནི་ད Police འདི་ག་ལེགས་འདུག་ཁོ་ད་རྒྱ་ན་རང་ནང་ལ་འདུག་ལེགས་འདུག་ར།

དེའི་ཆེད་དུ་གབ་ལ་ཨ་ནེ་དང་པུ་ལིས་ཁོ་རང་ཚོ་ཡི་ད་ཨ་འདམ་ནས་དྭངས་ཤོས་དེའི་སུ་ལ་དོགས་པ་ཟ་གི་འདུག་ལབ་ན། པུའུ་བུ་དེ་ཁོ་རང་ང་ལ་དོགས་པ་ཟ་གི་འདུག་དྲ་པུའུ་བུ་དེ་ལ་དོགས་པ་ཟ་འདུག་གབ་ལ་ཨ་ནེ་དང་ཁོའི་ཁ་ཅིག་ཧ་ད་ད་ང་ཚོའི་ཡི་པར་དང། ང་ཚོ་མིང་དང་ཅིག་ཡོད་ར་དེ་ཚོ་ཚང་མ་ཨ་ད་ཁོའི་ཚོའི་ཁ་ཅིག་འདུག་ལབ་ན། ང་ཚོ་མི་རྒྱལ་རྒྱུ་ཅིག་ཡོད་ཨ་ད་ཁོ་རང་ཚོ་ཡི་ཏི་བི་ནང་ལ་སྟོན་སྟོན་དེ་དང་མཉམ་དུ་ལ་ང་ཚོའི་ཚགས་ཤོད་ནང་ལ་བཀྲམ་བཀྲམ་བྱེད་ནི་ཡོད། ད་ནི་པུའུ་དེ་གལ་སྲིད་ཡང་སུ་གིས་མཐོང་བ་བྱས་དེ་དང་མཉམ་དུ་ལ་ཨ་ནེ་དང་ཁོའི་སྐོར་ལ་མི་དེ་ང་ཚོ Information ག་རེ་ཡོད་བ་ཡིན་ན་མི་དེ་པུ་ལིས་ལ་སྤྲད་བ་ཡིན་ན་ཁོའི་ཚོ་ལ་ཨ་ནེ་འབུམ་བདུན་བརྙན་པ་སྤྲད་ཀྱི་ཡིན་ལེ་འདུག་ར་འོ་དེ་འདྲ་བྱས་ནི་ཁོ་ཚོ་གིས་ཨ་ནེ་ཨ་ད་ཚགས་ཤོད་ནང་ལ་བཀྲམ་གྱི་འདུག་དེ་དང་མཉམ་དུ་ལ་མི་རྒྱ་གྱོད་བྱས་ཁོ་ཚོའི་ཏི་བི་ནང་ལ་ཡང་བཀྲམ་དགོས་འདུག་ཡ་དེ་གནས་ཚུལ་འདི་ཡ། ད་ལྟ་པུ་ལིས་ཀྱིས་ཁོ་ག་ལ་མིན་ཏེ་དོགས་པ་ཟ་དགོས་ཡ་ཡོད་མཛད་ཁར་ལ་ན་ད་ལྟ་ཁོ་ཡ་པུ་ལིས་མིག་ནང་ལ Prime Suspect རེ་ཐོ་འགོར་ཡོད་ང་ཚོ་གཙོ་བོ་བརྗོད་ར་གཏེར་དཔོན་གཏེར་དཔོན་དེ་ཁོ་ཐོ་འགོར་ཡ་ང་ཚོ་ནག་ཅན་ལ་ཡི་རང་བོ་འདི་འདི་བྱེད་དུས་ད་ལྟ་ཁོ་ལ་དོགས་པ་ཟ་དགོས་ཡ་ཡོད་མཛད་ཁར་ལ་ན་ད་ལྟ་པུ་ལིས་དེ་ཚོས་ཉིས་སྟོང་བཅུ་དྲུག་གི་སྤྱི་ཟླ་གཉིས་པའི་ད་རེས་བཅུ་བཞི་ལ་ང་ད་དེའི་ཨ་མ་དེའི Apartment ནང་ལ་འགྲོ་རུ་ཡ་ཕ་གས་འགྲོ་འདུག་སྐབས་ལ་ཐ་མ་དེ་ལ་ཨ་མ་དེའི་ཕུང་པོ་རྙེད་སོ་ཕུང་པོ་རྙེད་འདུག་སྐབས་ལ་ཨ་མ་དེ་ལ་ད་དེའི་བུ་དེ་ཁོ་རང་རེད་ལ་ཡ་བརྗོད་ད་དོགས་པ་ཟ་ས་གཙོ་བོ་དེ་ཡོད་ཁོ་རེད་ལ་ཡ་བརྗོད།

པོ་དེ་ཡང་རྒྱ་ནག་གི་སི་སི་ཀེ་མ་ར་ནང་ལ་ཐེབས་དང་དེ་འདྲའི་ཨེ་ཏེམ་ནས་བེ་ཤ་མ་སྟོན་བདེ་བ་ཡོད། ཡིན་ནའང་ཁོ་རང་མི་དེ་སྐོར་ལ་ཤིབ་ལྟར་རག་དང་ཕྱི་རྒྱལ་གྱི་ཡོད་ཡིན་ན་ཁོ་ཕྱི་རྒྱལ་ལ་འགྲོ་མི་འདུག་ར། བྱས་ཙང་ཁོ་ཡི་རྫུན་མ་བཤད་དོགས་ང་ཚོའི་ཨ་མ་དང་ང་རང་གཉིས་ཅག་ཕ་ཕྱི་རྒྱལ་ཤིབ་བྱས་ཡིན་ལ་ནི་ཡོད། ཨ་ནི་བེ་ཤ་མི་དེ་ཡང་ད་གཉན་ཚད་འགྲམ་ནས་ཚང་མ་བེ་ཤ་གླེང་མཁན་དེ་ཚང་མ་ཁོ་རང་རེད་ཞུ། ཨ་མ་དེ་མ་རེད་དོ། ཨ་མ་དེ་སྟེང་ངོས་ནས་གསལ་ས་དོ།
ད་ང་ད་སྤུ་བོ་བུ་དེ་ལ་སྙན་ཚིག་མང་པོ་བརྗོད་ན་ཁོ་ཚོ་ཚང་མ་ཡང་ཧང་སངས་གི་འདུག་ཡང་པོ་ལིས་དེ་ཚོས་ཡང་ད་སྤུ་བོ་བུ་དེ་ལ་ཁ་ཅི་མཚེས་ཡོད་ན་ལས་བྱོས་ཁོ་སྐོར་ལ་དེ་འདྲས་ང་ཚོ་ཚང་ཤོག་ནང་ལ་དྲམ་དྲམ་འདྲིས་ཡོད་ན་དྲམ་དྲམ་དེ་འདྲས་མི་འདུག་ཁོ་ལ་མི་འདུག་དོགས་པ་ཁ་ཅི་ཟ་ཡོད་ན་ལས་བྱོས་ང་ཚོ prime suspect དེ་ཁོ་ལ་འདུག་ལ་འོ་ར་ད། འམ་ཁོ་ལ་ཁ་ཅི་འདི་འདྲས་དོགས་པ་ཟ་ཡོད་ཡོད་ན་ལས་ནི་མི་འདུག་ཁོ་ཚོ་བསམ་གི་འདུག་གང་ཡིན་ཟེར་ན་ད་ར་ཡང་ཁོ་རང་ངོ་མ་ནི་ཡང་ཆུང་དུས་སྐབས་ནས་ཅི་ཡང་ད་བར་འདུག་ལ་མི་འདུག་ང་ཁོ་རང་གི་མི་འདུག་སློབ་སྦྱོང་ཚང་མ་ནང་ལ་ཡང་ཨང་ཀི་དང་པོ་ངས་ལེན་དེ་མ་ཟད་ཁོ་རང་སློབ་སྦྱོང་ཚང་མ་ཡག་པོ་བྱས་འམ་དེ་དང་མཉམ་དུ་ལ་ཁོ་རང་གིས་ང་ཚོའི་ད་ཀླད་པ་དེ་ཚོ intelligent smart བྱས་འམ་དེ་དང་མཉམ་དུ་ལ་ང་ད་སྤུ་བོ་ཡང་ང་ཚོའི་ད་རྩེ་གྲ་ནང་ཀླད་ཡོད་བཟོ་ད་ང་ཚོ།

Special Entrance Exam འདི་བཀྲལ་བ་ཡིན་ན་རང་ཁོང་ཚོ་ཡོད་མ་འོངས་པ་ལྟ་ངོ་ཚོ་མི་ཟེར་ན་ག་རེ་བྱེད་ཡ་མེད་ལ་ཞུ་ར་དེ་ནི་ཐག་ཆོད་ཆགས་ཀྱི་འདུག་ཡིན་ནའང་ཁོ་ལ་ཡོད་ཡིག་ཚེག་དེ་བཏང་གོ་ཁེལ་མི་འདུག་གང་ཡིན་ཟེར་ན་སློབ་གྲྭ་དགེ་རྒན་ཚང་མ་ཡི་ཁོ་ཧ་གོ་འདུག་ར་ཁོ་སློབ་སྦྱོང་ཡག་པོ་ཡོད་རེད་ཁོ་ཀླད་པ་ཡག་པོ་ཡོད་རེད་ཁོ Smart ཡོད་རེད Intelligent ཡོད་རེད་ལ་ཡང་དེ་ཚང་མ་ཧ་གོ་འདུག་སྐབས་དང་གནས་ད་ཁོ་ལ་ཡིག་ཚེག་དེ་བཏང་གོ་ཡ་ཡོད་མ་རེད་ལ་ཡོད་ར་བྱས་ཙང་གནས་ད་ཁོ་ལ་ཤར་ཀྱང་ཁོ་རང

ང་ཚོས་ག་རེ་ཡིན་ན་ཚང་མ་ཡོད smart intelligent ང་ཚོ brilliant student ལེགས་ར་འོ་དེ་འདྲའི་ཅིག་རེད་སློབ་སྦྱོང་ཡག་ཕངས་སེམས་ཡག་པོ་ཞིག་ཏུ་ཁོ་རང་ཡོད་ནམ་རྒྱུན་དུ་ད་མ་གྲོགས་ཡ་ཁྱེད་ཚང་ད་མི་ཚང་མའི་ཁ་ལེགས་འདུག་ན་ཁོ་རང་ཚོ་ད་ཁོ་རང་ལ་ད་ངོ་ཤེས་མཁན་ཤེས་མཁན་ད་སློབ་གྲྭ་ད university ད་ད་མང་པོ་བྱོས་ར་ཁོ་རང་གཉེན་ཚན་ད་ཚང་མའི་ཁ་ལེགས་འདུག་ལ་འོན་ནི་ར་སྙམ་འདུག་ལ་ད་ཁོས་གིས་ད་ད་ཡག་པོ་ཅིག་བྱིས་རེད་ལ་ཡོད་ཆོག་ཁོ་ཡི་མ་འོངས་པ་ད་ཁོ་རང་ག་རེ་ཡིན་ན་མི་ད་ང་ཚོ་གིས་གཞན་ད་མ་འདྲ་བ་གིས་ཅིག་སློབ་སྦྱོང་ཡག་པོ་བཅས་བྱེད་ཀྱི་རེད་དེ་མ་ཟད་ཁོ་རང་གིའང་ད་མིང་བརྗོད་ར། འདི་གང་ཟག་ང་ཚོའི་ད་ཤཱིན་ཆི་ཐུའུ་ལེ་ཅཱ་མིག་གི་མ་ལག་ང་ཚོའི་མིག་གི་མ་ད་སོ་སོ་གི་མིང་དེ་ཡོད་ང་ཚོའི་ད་རྒྱ་གར་དུ་ནས་ཞུ་ན་རོ་ཤན་ལེ་ད་མིང་དེ་ཡ་ཀྱཱ་ཐུའུ་ལེ་ཅཱ་འོ་དེ་འདྲ་བྱས་ནས་མི་ཚང་མ་གིས་ད་ད་བུ་ཚོ་དེ་འདྲ་རང་བསམ་དགོས་རེད་དོ། ཡིན་ན་ཡང་ད་ད་དེ་ལ Police གིས་དེ་འདྲ་བྱས་ནས་ཁོ་ལ་དོགས་པ་ཟ་འོ་རེད་ཁོ་བ་ཅིག་མིང་དེ་ད TV དང News དང Media དང་ཚང་མ་ན་དེ་འདྲ་བྱས་ནས་བཀྲམ་འདུག་སྐབས་ལ་ད་བརྙན་འཛིན་དང་ཁོ་ཚོ་མང་པོ་ཞུ་ད་ཁོ་ཚོ་ཚང་མ་ཧང་ཟེར་ཡོད་ཅག་འདི་ག་འདྲ་བྱས་ན་བསམ་ཡོད་ཅག་དེ་འདྲ་ཁོ་ལ་དོགས་པ་ཧ་ཅིང་ཟ་གི་ཡོད་ན་ཁོ་ནི་བུ་ཡག་ཆགས་ཡོད་བསམ་ཡོད་ཅིག་མེད་འོ་དེ་འདྲ་བྱས་ནས་ཁོ་ཚོ་ཚང་མ་ཡི་ཀླད་པ་ནང་ལ་ཡང་དེ་འདྲའི Question Mark དྲི་བ་ཞིག་སླེབས་དུ་ཡོད།

ཁོ་ཕ་གིར་ལས་ཀ་བྱེད་ཁར་འགྲོ་འདུག་གམ་ལ་ལམ་སེ་རེ་ལ་ཁོ་ལས་ཀ་རག་ཡོད་འདུག་གང་ཡིན་ཟེར་ན་ཁོ་དབྱིན་ཇི་དེ་དཔེ་ཡག་པོ་དང་ང་ཚོ་ཧྥུ་ལིན་སི་ཡོད་ར། དབྱིན་ཇི་ཧྥུ་ལིན་སི་དེ་ཡག་བྲལ་ཡོད་འདུག་གམ་ལ་ཨ་ནེ་ཨ་ད Customer དང་དེ་འདྲ་སུ་གླེ་བ་ཡིན་ན་ང་ཚོ་དབྱིན་ཇི་དེ་ཚོ་ཤོར་ཤོར་མི་བདེ། ང་ཚོ་ཆུ་འགྲོ་དབྱིན་ཇི་ཡོད་ཨ་མ་ཤེས་ཤེས་ཡོད་སྐད་ཆ་ཡོད་ང་ཚོ Customer སུ་གླེ་ན་གི་ཡོད། འོ་དེ་བྱེད་འདུག་གམ་ལ་ཨ་ནེ་ཨ་ད་ཁོ་ལ་ལས་ཀ་ལ་ཞག་གི་འདུག་དེ་བྱེད་འདུག་གམ་ལ་ཨ་ནེ་ཨ་ད་ཕ་གིའི Manager བརྗོད་རོགས་འོ་དེ་ཡང་ཧང་སངས་དགོས་འདུག་གང་ཡིན་ཟེར་ན Manager དེ་ཁོ་རང་དབྱིན་ཇི་ཧང་སངས་ཡག་པོ་མིན་ད། ཡིན་ན་སྤུ་གུ་དེ་དབྱིན་ཇི་ཁྲག་ཁྲག་གི་བསྡུ་སྐབས་ལ་ཨ་ན་མནེཇར་དེས་དྲི་བ་བཏང་ཡོད་ཅོ། ཁྱོད་དབྱིན་ཇི་ཧང་སང་ཡག་པོ་འདུག་དེ་འདྲ་ག་འདྲས་ཟིན་ཆགས་འདུག་ལ་ཡོད་ཅོ། དེ་ལ་བསྡུ་སྐབས་ལ་ཁོ་རང་གི་ལ་ཡོད་དུ་ང་ཉེ་མ་ཨ་ནི Back University ལ་ཡོད་ཅོ་ར་འོང་དེར་འགྲོ་ཡིན་ལ་ཡོད་དུ་ར། དེ་དང་མཉམ་དུ་ལ་འདའ་ཁོ་རང་གི་ཡང་འདའ ID Proof དེ་འདྲ་སྟོན་དགོས་ཡོད་ན་ར། ཁོ་གི ID Proof ཡང། མིང་འདྲ་མིན་ར་སྟོན་དགོས། ཁོ་གི་ཡང ID Proof ཁོ་རང་རང་གི་ཇི Original ཇོ་ར་དེ་སྟོན་དགོས་མི་འདུག་ར་ཁོ་གི་མིང་གཞན་པ་གཞན་པ་སྟོན་ཡོད་ཅོ་གང་ཡིན་ཟེར་ན་ཁོ་རང་ལ་ཡང་དེ་འདྲའི ID ཡང་སུམ་ཇུས་ཁོ་གི་ཉར་ཞུ་ཡང་མིང་འདྲ་མིན་ར་གི་ཇི ID ཡང་ཁོ་གི་སྟོན་ཡོད་ཅོ་ཁོ་རང་གི་ཇི་དངོས་གནས ID Proof དེ་བཅས་སྟོན་དགོས་མི་འདུག་ཡང། གང་ཡིན་ཟེར་ན་ཁོ་རང་གི་ཡོད་མིང་དེ་ཇེའུ་རྒྱ་དོ། མིང་དེ་ཇེའུ་རྒྱ་བྱས་ད་ད་ཁོ་རང་རྐང་བཙུན་ཡོད་པའི་ཆེད་དུ་ལས་ཁོ་རང་མིང་དེ་ཇེའུ་རྒྱ་དེ་འདྲ་བྱས་ནི་ད་ཕ་ཇོ་ཡི་མི་དེ་མ་ཇོའི་ཆེད་དུ་ལས་འོ་དེ་བཞིན་ཁོ་རང་གི་དེ་ཞོ། ཨ་ནི་ད་ད་ཁོ་རང་ཕ་གའི་ལ་ད་དེ་འབར་ན་ལས་ང་བྱེད་རོགས་འབར་ན་ལས་ང་བྱེད་དུ་ག་པ་ད་ཁོ་རང་བླ་དྭགས་གྲིབ་དྭགས་ག་རེ་ར་བ་དེ་ཚོས་ཁོས་གི་ཁ་གཅིག་ལྟ་ན། དེ་འབར་དེ་ཁོ་རང་རྣམས་ལ་མི་དེ་ང་ཚོས་འགྲོ་སོང་བཏང་ཞེས་བྱ་གང་ཡིན་ཟེར་ན།

ཨ་ནེ་ད་ཀུ་ཅི་གང་ལ་ཕ་གནམ་དམ་ཀུ་དུ་སྐྱེ་རོ་ཆི་ཡང་ལེགས་འདུག་ར་ཁྱོད་རང་གི་མོ་འདྲ་ནང་ལ་ཡོད་ཀུ་ཡིན་ཧོང་ལེགས་འདུག་ར་དེ་བྱེད་དུས་སྐབས་ལ་ཨ་ནེ་ད next day དེ་ལ་ཁོས་གི་ཁ་ཅིག་ཏུ་ཞོགས་པ་ཆུ་ཚོད་གསུམ་པ་ལ་ད་ཁོང་ཚོ་ཕ་ཐོན་འདྲ་ཡོད་རེ་ཞུ། ཆུ་ཚོད་གསུམ་པ་ལ་ཕ་ཐོན་ཆི་ཨ་ནེ་ཆུ་ཚོད་བཞི་བ་སླ་ཕ་ལིག་དུ་ཡོད་ཧང་ད་ཕ་ཡི་གནམ་ཐང་དེ་ལ་ཡོད་གནམ་ཐང་དེ་ལས་ཆི་ཧང་ད་མན་ནེ་ཅིར་དེ་ལ་ཕ་སྐྱ་ཁོ་གི་སི་ཨོ་ཕྱི་དེ་ཞུ་ལ་ཨ་ནེ་ག་ལེ་ག་ལེ་ཁོ་ཚུར་ལོ་ལེར་འདུག།

དེ་འདྲའི་བྱེད་སྡུག་སྐབས་ལ་ཨ་ནེ་དང་སྤུ་བོ་བུ་དེ་གའི་རྗེས་ཧན་ད་གདོང་པ་དེ་ཡང་ཐེ་མ་གཞིས་གཟི་བརྩི་ཡམ་ར་ནང་ལ་ཐི་གི་འདུག་ཐེ་སྡུག་སྐབས་ལ་ཏང་དང་བྷེ་རྒྱ་ནག་ཁོ་རང་ཚོ་གཞིས་གཟི་བརྩི་ཡམ་ར་དེ་ག་འདྲེ་ཞིག་ལ་ན་ང་ཚོས་ང་ཚོས་ཡང་མིག་ལྟ་ཡ་གཅིག་བུ་མར་ཤ་ཡ་གཟི་བརྩི་ཡམ་ར་ནང་སྐྱབས་བཅར་བྱས་གཅིག་བུ་མར་ཤ་ཁོ་ཚོའི་གཞི་དེ་ག་འདྲེ་ཞིག་ལ་ན་ཁྲུན་ཆག་དེ་ཡ་གཟི་བརྩི་ཡམ་ར་དེའི་རྒྱུད་བྱས་ད་གི་ཟི་ཕ་ཆོ་དེ་ཀལ་པིར་འགྲོ་བཞིན་ཡིན་པ་ཡིན་ནམ་ད་གི་ཟི་འདའི་ཕ་ཆོ་དེ་ནག་ཅན་འགྲོ་བཞིན་གི་དེ་འདྲའི་གདོང་པ་ཞིག་དེ་ན་ཐི་གི་ཡོད་ན་ཨ་ནེ་ངོ་མ་ནི་ད་པུ་ལིས་ཁོ་རང་ཚོ་ཡོད་མ་དེ་ངེད་ནས་སེ་ར་ཞིག་དེ་འདྲ་བྱ་ཡོད་ནར་ད་ར་ཡ་སྤུ་བོ་དེ་པར་དེ་ཚོ་ཚང་མ་བཀྲམ་དེ་འདྲའི་ཆེ་བ་ཡིན་ནར་ད་ར།

ཡོན་ལས་ཤེས་ཚད་ཞུགས་ལ་ད་ཀོར་ཁོ་རང་ཚོའི་དྲི་བ་ཁར་དང་བློ་ན་ཁྱོད་རང་གི་ལེགས་འདུག་འདྲ་ད་དེ་ཨ་མ་དེ་ཁྱོད་རང་གི་སད་ཚད་ཞུགས་ལ་ཨ་མ་དེ་ལ་ཁྱོད་རང་གི་མང་པོ་ཞིག་མི་འདུག་པེག་ཤིན་ཤ་ད་ལེགས་འདུག་འདྲ་ང་ཚོ་ལས་ཡར་ཡར་དུས་འདོད་ང་དེ་འདྲ་ཡོང་ཨ་ཀ་བར་ཤིན་ཤ་ད་ལེགས་འདི་ག་ཤིན་ཤ་ཡིན་ལེགས་འདུག་འདྲ་དེ་ལ་འདུག་ག་བླ་སྤུ་དེ་ག་ལེགས་འདུག་འདྲ་ནམ་རྒྱུན་དུ་ནི་ལེགས་འདུག་འདྲ་ངའི་བ་ལ་དེ་ལེགས་འདུག་འདྲ་གཙང་མ་དཔེ་དེ་འོར་ལེགས་འདུག་ཡ། བ་ལ་གཙང་མ་དཔེ་དེ་འོར་ལེགས་འདུག་འདྲ་དེ་བྱེད་འདུག་ག་བླ་ཨ་ནེ་ད་ཨ་མ་དེ་མོ་རང་མི་འདྲ་གལ་སྲིད་གྲོང་བ་ཡིན་ན་གི་མི་འདྲ་གཙང་མ་གཙང་ཉག་བྱེད་ནི་ཡོད་ཨ། པ་ལ་དེ་ཡིན་མི་དེ་ཐུགས་བཅོས་བྱེད་དུ་འོ་དེ་བྱེད་དུ་ཡིན་ལ་ཡིན་ལེགས་འདུག་ར། གང་ཡིན་ཟིན་ལེགས་འདུག་ར་སྔོ་མ་དེ་ལ་ད་ཁོ་རང་ཚོ་མི་དེ་སྔོ་མ་དང་འགྲུབ་བྱེད་དུ་བཀོད་ཡོད། སྔོ་མ་ཁོ་རང་ཚོ་ད་དེ་ཉི་མ་ཉི་མ་པ་ལ་དེ་གྲོངས་བའི་སྐབས་ལ་ཉིས་སྟོང་བཅུ་ལ་པ་ལ་དེ་གྲོངས་རེད་ལེགས་འདུག་ར་གྲོངས་འདུག་སྐབས་ལ་ནས་ད་ཁོ་རང་ཚོ་གི་ད་གཉེན་ཚན་ད་མང་པོ་ཅི་ཡོད་ཐུགས་ཀ་ལེར་ལེགས་འདུག་ར་ཐུགས་ཀ་ལེ་ན་གི་ཨ་མ་དེ་མི་དེ་ང་ཚོ་གི་ད་ག་དུས་ན་ཉོབ་ཏོ་འགྲོ་བ་བྱེད་ཨ་ནི་དེ་ཚང་ཚོ་ལྷ་སྐྱོར་འགྲོ་བཞག་ལོང་ལི་འགྲོ་བ་ད་ཕིལ་བྱེད་དགོས་བཞག་སོ་སོ་གཅིག་པོ་གཅིག་པོ་ལྷ་སྐྱོར་འགྲོ། དེ་འདྲ་འགྲོ་འོང་ལ་སེམས་པ་མ་སྐྱེ་བར་འགྲོ་ཞིག་དེའི་དུས་ལེགས་འདུག་ད་དེའི་ཆུ་ལ་ཉིན་དང་ཁོང་ཚོའི་ཕ་སྐད་ལའང་ད་རྒྱ་ནག་གི་ལོ་གསར་སླེབས་ལེགས་འདུག་ཡ། ལོ་གསར་ལེགས་འདུག་སྐབས་ལ་ཟླ་བ་གཉིས་སུ་ཁོང་ཚོའི་ཕ་སྐད་ལ་ད་ཡང་ད་གང་ཟག་མིན་འདུག་ཚོང་ཁང་དེ་ཚོ་སྒོ་རྒྱག་བཞིན་དེ་འོར་ལེགས་འདུག་ར། དེ་དུས་སྐབས་ལ་ཨ་ནེ་ཡང་ད་ཁོ་རང་ཚོ་ལོ་གསར་སྐབས་ལ་ཁོ་རང་ཚོ་ཚང་མ་ཕག་སུ་འགྲོ་རེས་འདུག་སྤུན་མཆེད་དེ་ཚོ་ཕག་སུ་ནང་ལ་འགྲོ་རེས་བརྩིས་འདུག་འགྲོ་རེས་བརྩི་བའི་སྐབས་ལ་ད་ད་ཨ་མ་དེ་ནང་ལ་ཡང་ཧ་ད་མོ་རང་རྒྱལ་ཐང་ཉིན་མཚན་ད་སྤུན་མཆེད་མང་པོ་འབྱོར་ཁོང་ཚང་མ་སླེབས་ལེགས་འདུག་ར། ལས་ན་རྒས་མི་དེ་ཨ་མ་དེ་ཡང་ང་ཚོ་ཅིག་ཡོད་ར་ད་སེམས་པ་དེས་ག་དོག་གྲོགས་དང་ཅིག་ཡོད་ར་དེ་འདྲ་ཅིག་མི་འདུག་ལེགས་དུ་ཡོད་ག་དུས་ནས་ཡོད་ང་ཚོ་སེམས་པ་ནང་ལ་ཅིག་ཡོད་སྐྱོ་སྣང་ཡོད་མཁན་གྲོགས་དང་སེམས་པ་ད་ཉོབ་བསྡད་མཁན་གྲོགས་དང་ང་ཚོ་གཅིག་པུ་ཚོར་མཁན་གྲོགས་དང་ཅིག་ཡོད་བརླག་བསྡད་མཁན་གྲོགས་མི་དེ་དེ་འདྲ་གྲོགས་ཤིག་འདུག་ལེགས་དུ་ར་དེ་ད་སྙམ་འདུག་ལ་ཡང་ད་ཨ་མ་དེ་མོ་རང་གི་ནམ་རྒྱུན་དེ་ནས་ང་ཚོ་ད་གཞས་གྲོགས་ཉིང་བསྡད་སོ་ད་གཞས་དེ་ཚོ་ཚང་མ་འདི་ཉེ་འཁོར་ལོད་དུ་སྔོ་མ་མི་དེ་ཡང་ད་འདི་དངོས་སུ་དེ་བ་ལ་ཐེ་མ་ཅིག་ཡང་ད་ད་ས་ལིབ་རི་ཏི་ཡག་གཞས་ད་ངེས་ཤིག་ད་འོང་འདི་རང་ཤིག་གི་ནི་གྲོངས་ད་འོང་འདི་མི་འདི་གི་ནམ་རྒྱུན་དུ་ནི་ང་ཚོ་ད་ཞལ་གདངས་ཡག་ཤོས་རང་ཚང་མ་ཡོད་ཚིག་འདི་འདུག་ཚང་མ་འདིར་འདུག་ང་ཚོའི Broken ཚིག་ཡོད་ང་ཚོའི་ཡོད་ད་སེམས་པ་སྐྱོ་ཡ་འདྲ་བོ་ད་དེ་འདྲ་གི་ཚིག་རྐྱང་རྐྱང་ཡིན་ས་ད་འོ་དེ་འདྲ་རྐྱང་རྐྱང་ཨ་མ་འདི་གི་ཞལ་ཉིང་འདི་རེད་ལེགས་འདུག་ར་དེ་མ་སྲིད་གི་མི་དེ་ཨ་མ་དེ་མོ་རང Novelist རེད་ལེགས་འདུག་ར་ད་དགེ་རྒན་ཆགས་འདུག་སྐབས་ལ Novelist ཡིན་འདུག་སྐབས་ལ་ནི་ཨ་མ་དེ་མོ་རང་གི་ནམ་རྒྱུན་དུ་འདི་འདྲ་སྒྲུང་ཐད་ཤི་ལོ་བོ་ལེགས་འདུག་ར་འོ་དེ་སྒྲུང་ཐད་འདི་འདིར་འདུག་ནམ་རྒྱུན་དེ་ཕ་ཆོས་ལ་ད་ད Character བཞུགས་ར་ནང་ལོ་ལ་ད་སྒྲུང་འདི་ནང་ལོ་ལ Character མི་བཞུགས་ར་འོ་འདི Character འདི་ཡང་མི་ད་ག་ལེ་ག་ལེ་ལ་ང་ཚོའི་ད་སོ་སོ་སོ་ལ་མི་འཐད་དཀའ་ངལ་བཀྲིས་ནས་སེང་ངེ་ཞེས་བྱའོ་འོ་དེ་འདྲའི་གི་ང་ཚོ་གྲུང་མཐའི་ཆེད་ཨ་མ་དེ་གི་གློག་འདིག་རེ་ལ་ཡོད་དོ་ར་འོ་དེ་བྱེད་དུས་ག་ལ་སྤུ་བོ་དེ་གི་མི་དེ་གྲུང་མཐའི་དེ་གློག་འདུག་སྐབས་ལ་དེ་འདྲའི་བཞིན་པ་ཧ་གོ་སུ་ལ་ཡོད་དོ་ར་ཨ་ནི་ཨ་མ་དེ་མོ་རང་ལྟ་མི་དེ་ང་ཚོ་གི་འཛམ་གླིང་ནང་དེ་གཉིས་གྲུ་གི་མེད་ས་རེ་ལ་ནི་ཡོད་དེ་འདྲའི་གི་ཚོར་སྣང་ཞིག་སླེབས་སུ་ལ་ཡོད་དོ་ར་བྱས་ཙང་ཨ་ད་ཁོ་རང་གི་མི་དེ་ཨ་མ་དེ་ལ་ལྟ། མོ་རང་གི་ཁྱོ་ག་འགྲམ་ལ་བཏང་ཡ་བྱེད་དུ་ལ་ཨ་ད་ཁོ་རང་གི་རོགས་པ་བྱིན་ཡི་ལ་ཡོད་དོ་ཨ་མ་དེ་ལ་ཡོད་སེ་བྱས་ཨ་ད་མོ་རང་གི་ཁྱོ་ག་ཡོད་ར་ལྟ་ཨ་ད་ཁོ་ཡི་པ་ལ་བྱིན་ར་འོ་དེ་འགྲམ་ལ་བཏང་ཡ་བྱེད་དུ་ལ་ཁོ་རང་གིས་ཡང་ན་ཨ་མ་དེ་ལ་རྐང་བཙུགས་ནས་བསད་ལ་རོགས་པ་བྱིན་གང་ཡིན་ཟེར་ན་ཨ་མ་དེ་བསད་བ་ཡིན་ན་ཨ་མ་དེ་མོ་རང་ཡིན་ན་ཟེར་བ་དགའ་གིར་ལས་བྱོས། ཨ་ནེ་ད་ཁྱོ་ག་དེ་མཉམ་འདུག་ལ་ཐུ་བོར་ལས་བྱོས་རྣམ་ཤེས་དེ་ཡིན་མི་ད་ཁྱོ་ག་མཉམ་ཐུ་བོར་ལས་བྱོས། འོ་དེ་འདྲ་བྱས་ནས་སྤུ་དེ་ཡི་སེམས་ཡིན་ལེགས་འདུག་ར་དེ་མ་ཟེ་ཨ་ནེ་ད་ངེད་ལ་ས་ལེ་ཡར་འདུས་འདུག་ཨང་དཀའ་བས་དེ་ཁ་ཆེ་ནས་དཀའ་བ་ཡིན་ལེགས་འདུག་ལ་ན་དཔའ་བ་དེ་ནམ་རྒྱུན་དུ་ནི་དཔེ་གཙང་མ་བདེ་བོ་ལེགས་འདུག་ར་བྱས་ས་ཨ་མ་དེ་མི་ད་མཉམ་དཔའ་ལག་མ་གསོན་པོ་ཡོད་སྐབས་ལེགས་འདུག་ར། པཱ་ལ་དེ་ཁོ་རང་གཙང་མ་ཡོད་དུས་སྐབས་ལ་ལ་ནམ་རྒྱུན་དུ་ཨ་མ་དེ་མོ་རང་ཡིན་ན་ཡིན་མི་དེ། པཱ་ལ་དེ་ཡི་མདུན་ལ་ཡོད་ཨ་གཙང་རེ་རེ་བྱས་བཅུད་རེ་རེ་བྱས་ནི་མི་དེ་འོ་དེ་འདྲ་ཞིག་འདི་ཡི་རེ་ལེགས་འདུག་ར། བྱས་ཙང་ཟེར་དུས་སྐབས་ལ་ཡང་ཨ་མ་དེ་མོ་རང་མི་དེ་ངའི་ཚོ་བོ་མ་སོད་བྱས་དུས་ལ་ཡོད་ཨ་བད་ཁོ་རང་འོ་དེ་གཙང་མ་གཙང་རེ་ལེ་བྱས་བྱས་དུས་ལ། གང་ཡིན་ཟེར་ན། གྲོངས་ཟེར་ན། རྣམ་ཤེས་དེ་ཡི་ཨ་ན་ད་པཱ་ལ་ཐུག་རུ་ལ་ཡོད་བྱས། འོ་དེ་བྱས་དུས་སྐབས་ལ་ཨ་ན་ད་ཨ་མ་དེ་ལ་མི་དེ་ངའི་གཙང་རེ་ལེ་བྱས་ཡིན་མི་དེ་ཚང་མ་པད་ཀི་ཉག་པོ་རེ་ནི་བྱས་ཡིན་ལ་ཡོད་བྱས་གང་ཡིན་ཟེར་ན།

འོ་དེ་ཤ་བ་རྒྱུ་མཚན་གང་ཡིན་ན་ན་ལེགས་འདུག་ར་ཨ་མ་དེ་གྲོང་ཚ་ན་ལེགས་འདུག་ར་གནམ་ཤིས་དེ་ཉི་མ་གསུམ་སུ་ཡང་མ་འཁྱམས་འདུག་ར་ལེགས་འདུག་ར་མ་འཁྱམས་ཡ་ཆེ་འདུག་ལ་ཨ་ནེ་ཨ་མདའ་དེ་འདྲ་མི་བྱོས་ར་འོ་ན་ལ་ངའི་ཨ་མདའ་རེས་བྱས་ཆེ་རུ་ལུས་ཡ་དེ་འདྲ་མི་དེ་ནང་ལ་རེས་བྱས་རེ་ལ་ནུས་ཡ་འོ་དེ་འདྲ་ཞིག་ནི་ངའི་ཤ་ཡིན་ལེགས་འདུག་ར། མདའ་དེ་སྤུ་གུ་དེ་ཁོ་རང་གི་བསམ་པ་དེ་བྱས་འོ་རེ་ཡོད། ཨ་ནེ་ད་ཨ་མདའ་སྐོར་གྱི་དྲི་བ་ཅིག་གར་བཏང་གི་འདུག་ན་ར་ཨ་ནེ་ཁྱོད་རང་གིས་མི་དེ་ང་ཚོའི་ཨ་མདའ་དེ་ཁྱོད་རང་གི་ཨ་པར་མེན་བྱོས་ར་ལེགས་འདུག་ར་ཨ་མ་དེ་ཨ་མདའ་དེ་སམ་པར་མེན་བྱོས་དང།

དེའི་ལེགས་འདོད་སྐབས་ལ་ཁོས་ག་ལེགས་འདོད་ན་འདི་ཚོ་ཚང་མ་བཞག་བའི་རྒྱུ་མཚན་ག་རེ་ཡིན་ལབ་ན་ལེགས་འདོད་ར། འདི་ཚོ་བཞག་བ་ཡིན་ན་ཨ་ནེ་ད་ཁོ་རང་ལ་མི་དེ་ལྟ་འདི་ཁྱོད་རང་ཚོ་གལ་སྲིད་འདི་དང་འཛུལ་ན་ལེགས་འདུག་ཁང་པ་ནང་ལ་ཡོད་ཨ་མ་དང་གྲོང་གསར་ཁང་པ་ཅིག་རང་འདི་ན་འཛུལ་བ་ཡིན་ན། ཨ་ནེ་ད་ཁྱོད་ཚོ་ཚང་མ་འདི་ན་འཛུལ་བ་ན་ལེགས་འདུག་རང་ད་ཁོ་ལ་མི་དེ་རང་ཤི་མེད་ལ Notification ཅིག་སླེ་གི་ལེགས་འདུག་ར། འདི་ཁང་པ་ནང་ལ་མི་འཛུལ་བཟོ་ལ་ནི་ཡོད། ཁོ་རང་ལ་ལན་ཅིག་སླེ་གི་རེད་འདུག་ལན་འདི་སླེ་བ་ད། ང་དང་ཁོ་རང་མི་རེད་ཨ་ཉི་མ་གཉིས་སུ་བྱས་ནས་ཡོད་ཁོ་རང་ཁོ་རང་རང་ཤི་རྒྱ་ཡིག་གི་རྩིས་ཡོད་ལེ་དུ་ར་གང་ཡིན་ཟེར་ན་ཁོ་ངམ་ཆེན་མོ་ད police གིས་འཇུ་གི་རེད་ཁོ་ཧ་གོ་ཡོད་ལེ་དུ་ར་བྱས་ཙང་ད་ཡང་ད police དེ་ཚོས་ཁྱོད་རང་ཚོ་ད་འདི་ངའི་ཨ་མ་གི་ཕུང་པོ་དེ་རག་ཚར་ན་ཨ་ནི་ད་དེ་ཞུ་ལ་ཁོ་རང་ཁོ་རང་རང་ཤི་རྒྱ་ཡིག་གི་བསམ་བློ་ཅིག་ཡོད་ལེ་དུ་ར་ཉི་མ་གཉིས་སུ་བྱས་ནས་ཡོད་ཡིན་ན་ཡང་ལེ་དུ་ར་ཁྱོད་ཚོས་ཀྱི་ཏག་ཏག་ཁོ་རང་ད་ང་གནམ་ཐང་ལ་འཇུས་སོང་བ་ལེ་དུ་གལ་སྲིད་འཇུས་མེད་ན་ཁོ་རང་ཉི་མ་གཉིས་སུ་བྱས་ནས་ཁོ་རང་ཁོ་རང་རང་ཤི་རྒྱ་ནི་ཤི་ཡས་ཀྱི་རྩིས་ཡོད་ལེ་དུ། དེ་བྱེད་དུ་གབ་ལ། ཨ་ནནྡ་ཐ་མ་དེ་ལགས་འདའ་ཁོ་རང་གཟུགས་ཡིག་ཧ་ཅིག་འདུག་ལ་ནནྡ་སྐོར་དེ་ཚོ་ཡང་མ་ཁྱེད་ཀྱི་ཞེས་ཚང་མ་བྱེད་དུ་གབ་ལ། ཨ་ཐ་མ་དེ་ལགས་ཁོ་རང་ལ་ཨ་ནི་ཤེས་ཡས་ཀྱི་ཉེ་བ་རང་བལྟ་དགོས་འདུག་ར། ཨ་ནི་ཁོ་རང་གིས་མ་ཤེས་ངས་ནི་ཡང་ཁོ་རང་གི་ཡི་གེ་ཞིག་བྲིས་ཤར་ར། ཡི་གེ་ནང་ག་བྲིས་ཤར་སླ་བ་ཡིན་ན་ཁོ་རང་གིས་གཉེན་ཚན་དེ་ཚོ་ཚང་མ་ལ་ཡི་གེ་བྲིས་ཤོད་ཡ་གཉེན་ཚན་དང་ད་ཁོ་ཡི་པེ་ཤ་ཡ་ས་ཡ་ས་མེད་བྱོས་ར། ཁོང་ཚོ་ཚང་མ་ལ་དེ་ནང་ལ་ཡི་གེ་གཅིག་བྲིས་ཤར་ར་ག་བྲིས་ཤར་ལ་ན། ཨ་ནི་ཧ་འདའ་པོ་འདུག་ཁོ་རང་གིས་ད་འདའ་ཆུང་དུས་ནས་ཀྱང་འདའ་པོ་འདུག་ཁོ་རང་ཡོ་ནམ་པར་ཝན་རྐྱང་རྐྱང་གླིང་ལས་འདུག་ར་སློབ་སྦྱོང་དང་ག་རྗེས་ཐོག་ལ་ཡོ། སློབ་སྦྱོང་ནང་ག་དུས Number One གན་གན་ལྷིང་ལེགས་འདུག་ར་ད་ཡིན་ན་ད་རིང་ཞབས་འདྲི་ཞུ་ཡ་གི་དུས་ཚོད་ལེགས་འདུག་སྐབས་ལ་ཡང་ཁོ་རང Number One ཡིན་ལེགས་འདུག་ར་བྱས་ཙང་ད་ཨ་མདའ་བ་འདུག་ཁོ་རང་གིས་མི་དེ་ཚང་མ་དང་མི་དངོས་མང་པོ་ཅི་ཡ་ནི་ལེགས་འདུག་ར་དེ་ཚོ་ཚང་མ་ལ་མི་དང་ཁྱོད་ཚང་མ་ལ་ང་ཨ་ད་དགོངས་དག་ལེགས་བཞག་ཁྱོད་ཚང་མ་ང་ལ་གལ་སྲིད Forgive བྱེད་ཐུབ་ན་ལེགས་འདུག་ར་ཕྱི་དྲོ་ཕྱིས་ལེགས་བཞག་འོ་དེ་འདྲ་བཞིན་ད་མ་དེ་ལ་ཁོ་རང་གིས་ཡི་གེ་གཅིག་བཞག་ཤག་ར་ཨེ་ཞུ་ལ་ཨ་ནི་ཨ་ད་ཉིས་སྟོང་ཉི་ཤུ་རྩ་གཅིག་ཅིག་ད་དགེ་བས་ད་རིང་ཉི་ཤུ་རྩ་དྲུག་ལ་ཨ་ད་ཁོ་ལ་ཨ་ནི་ཨ་ད་ཤའི་ཡི་གེ་ཉེ་བ་གཏང་གི་འདུག་ར་ཤའི་ཉེ་བ་ག་འདྲས་ཤི་ལ་ན་རྐུབ་བཀྱག་ལ་བཞག་གི་ད་རྐུབ་བཀྱག་ལ་བཞག་ཅིང་ཨ་ནི་ཨ་ད Electric Current འདུག་ཡ་ང་ཚོའི་ཤོག་དྲས་བཞག

པ་ལ་དེ་གྲོང་ཚོའི་ཞུ་གུ་ལགས་འདི་ཨ་མ་དེ་ལ་ད་ཁོ་རང་ཚོའི་གཉེན་ཚན་དང་ད་གྲོགས་པོ་གྲོགས་མོ་དག་ད་སུ་འདྲ་ཞིག་ཐུགས་ཀ་སླེ་བ་ཡིན་ན་ཡོད་ཨ་མ་དེ་ག་དུས་ན་སེམས་པ་སྐྱོ། ག་དུས་ན་བླ་དེ་སྐྱོ་འདྲ་བོ་དང་ང་ཚོ་གཅིག་ཡོད་སེམས་པ་མ་སྐྱིད་དེ་སྐྱོ་འདྲ་བོ་དང་གཅིག་ཡོད་འོ་དེ་འདྲ་རུ་མཐོང་གི་ཡོད་སོ་ད་པུའུ་ཕུ་དེ་ཁོ་རང་གི་ཡོད་ཨོབ་ཙབ་བྱེད་དུས་ག་ལ་ཁོ་རང་གི་དུས་ནང་སྤྱི་འཐུས་སྐབས་ལ་ཡོད་དེ་དང་མཉམ་དུ་ཨ་ནི་ཁོ་རང་གི་ཁར་བསམ་ཤ་པུའུ་ཕུ་དེ་གིས། ཨ་ལེ་ད་ཨ་མ་དེ་ཡོད་པ་ལ་དཔེ་དྲིན་གྱི་ཡོད་ས་རེད་བསམ་ཡོད་བྱས་ཚར་ད་ཨ་མ་དེ་མོ་རང་ཡང་པ་ལ་ཐུགས་ཉིད་དཔེ་འཕྲོ་གི་ཡོད་ས་རེད་ལ་ཡོད་བྱས་དེ་དང་མཉམ་དུ་ལ་པུའུ་དེ་ཁར་བསམ་ཤ་ལ་ན་ར་ཨ་མ་དེ་མོ་རང་ད་འཛམ་གླིང་ནང་ལ་དེ་གཉིས་བྲོ་གི་ཡོད་ས་མ་རེད་བསམ་འདུག་སྐབས་ལ་པུའུ་དེ་ཁོ་རང་གིས་ད་ད་ཨ་མ་དེ་རོགས་པ་བྱེད་འོ་བསམ་ཡོད་བྱས།

ཁོ་ཡི་ཁར་སེམས་ཁོ་རེད། ཨ་མ་འདི་འཛམ་གླིང་ནང་དེ་གཉིས་གྲུང་བོ་མ་རེད་བསམ་རོགས། ཕ་ལ་འགྲམ་འགྲུལ་གཉིས་གྲུང་བོར་བསམ་ནི་མི་འདེད། དེ་འདྲའི་ཁོ་ཡི་ཀླད་པ་ན་རྩིས་དགེ་ནི་དེ་འདྲའི་ཁོ་རང་གི་བསམ་བློ་ཞིག་བཏང་ནི་ཨ་མ་དེ་སེར་དོ། ད་ཡིན་ན་ང་རང་ཐུག་འདི་ལ་ལས་སེམས་གར་གཏོང་དུ་ལ་ན་རག། ཕ་ཆོས་དེ་མི་དེ་ལ་ཡོད། ང་ཚོས་དཀའ་ངལ་ག་འདྲའི་མོ་ག་འདྲའི་ཅིག་ཡོད་ན་གི་ཡོད། ང་ཚོས་ཧིལ་བྱས་ལ་ཡོད། ང་ཚོས་ཡི་དེ་ལ་ག་ལེ་ག་ལེ་གསོས་ལ་དུས་ཚོད་འགོར་འགོར་ཡོད། ང་ཚོས་ཡི་ད་ཕ་ཆོས་དེ་གྲོངས་ཚར་ལ་ཡོད་ཉི་མ་ག་ཤེད་ཅིག་ནི་རེད་ཟླ་བ་ག་ཤེད་ཅིག་ནི་རེད་ལོ་གཅིག་ཕྱིན། ལམ་ཚ་ཞིག་ལངས་ཚོ་ཧུ་རི་རི་བྱ་ཡག་འགྲོ་ཧོ་དང་སྙེ་མ་ནང་ཞིག་བྱ་ཡག་འགྲོ། ཨེ་འདྲ་ཡོད་མ་རང། གང་ཡིན་ཟེར་ན་སེམས་པ་ནང་དཀའ་ངལ་དང་ཟུག་དེ་ཡོད་རང་ཡིན་དེ་ཞུ་དུས་སྐབས་ལ་ཕ་ཆོས་དེ་ཡང་ག་ལེ་ག་ལེ་བྱས་ནས་ཧི་ལི་བྱ་གིར་འདུག། དེ་དང་མཉམ་དུ་ལ་སོ་སོས་ཀྱི་ཡིན་ན་ཀྱི་མི་འདུག་ཕ་ཆོས་དེ་ལངས་ཚོས་སབོར་བྱེད་དགོས་ཡོད་རང། ག་ཅའི་ཐོག་ནས་ཡང་ཕ་ཆོས་དེ་སེམས་པ་སྐྱིད་བོ་བྱ་ཡག་དང་སོ་སོའི་ཐོག་ནས་སབོར་བྱེད་ཡག་དང་དེ་འདྲའི་ཐོག་ནས་འཆི་བ་ཡིན་ན་ག་ལེ་ག་ལེ་ང་ཚོས་ཀྱི་ཁྱོད་རང་ཡིན་ཅག་མཉམ་དུ་ལ་ང་ཚོ་ག་ལེ་ག་ལེ་མི་ཚེ་འདི་ཡག་པོ་ཞིག་ནི་འགྲོ་ཐུག་རོ་དང་མཉམ་དུ་ལ་ག་ལེ་ག་ལེ་ང་ཚོ་དེ་ཡང་དཀའ་ངལ་དང་བན་རྒྱུ་རང་ནང་ལོ་སེམས་པ་ནང་ཟུག་རྒྱུ་རང།